ཁོ་དང། ཨོ། མ་གཞི་ནས་དེ་རིང་ཁྱོད་རེད་བར་ཏྲེ་མ་རེད་བས། Happy Birthday ཨ་མེས། ཨོ་རེད་དེ་རིང་ངའི་བར་ཏྲེ་ལ་ང་ལ gift ཁག། དེ་རིང་ག་རེ་རེད། ཨ།
པཱ་ལ་རང་བྱས་རེད་དེ་རིང་ངའི་བར་ཏྲེ་རེད་ད། ཨོ་ཙི། དེ་རིང་ངའི་བུ་མོའི་སྐྱག་རེད་བས། པཱ་ལགས་ཀྱིས་ཁྱེད་རང་ནད་མེད་ཚེ་རིང་ཡོང་བའི་སྨོན་ལམ་རྒྱག་གི་ཡིན་ད།
ཉོ་ཨ་ལ་ཉི་མ་རྟག་པར་ང་ཁ་སྟོང་པ་འཚམས་འདྲི་ཞུ། ང་ཁ་སྟོང་པ་འཚམས་འདྲི་ཞུ་དགོས་མི་འདུག་ཉོ་དགོས་སྙམ་པ་ཉོ་ནས་ཤོད་ད་ཁ་ཆུང་བ། ཉི་མ།

མ་གཞི་ཁྱེད་རང་ག་རེ་རེད། བོད་སྐད་གཙང་མ་ཞིག་རྒྱག་མེད་པའི་སྒང་ལ་དབྱིན་ཇི་སྐད་དེའི་ཐེབས་ཆག་ཞིག། རྗེས་མ་ཕྲུ་གུ་སློབ་གྲྭ་ནས་ཐོན་དུས་བོད་སྐད་ཡང་རྒྱག་མ་ཤེས་དབྱིན་ཇི་སྐད་དེའི་རྒྱག་མ་ཤེས་དེང་སང་འདི་འདྲའི་རིགས་སྤྱི་ཚོགས་ན་གང་དྲན་མང་པོ་འདུག། ད་དེ་ལྷན་སྐྱེས་སུ་དེ་སྲིད་དང། ཞོ་རྒྱ་ལྔ་པོ་ནི་མཁའ་འགྲོའི་ཆུ་ཁྱུད་མལ་ཡ་མ་མ་མ་མ་མ་རྒྱ་འདྲ་དང་གཅིག་པར། ཨ་མ་ཞོག་ཆོག་ཨ་མ་ཁ་ལ་ཁྱེད་སྐུ་ཨ་ཡ་མའི་ཁ་ལ་ཁྱེའོ།

ད་ཡ་ཡ། སློབ་གྲྭ་ལ་ཡག་པོ་ཕྱིན་ནས་རྒྱུ་བ། དེང་སང་འོད་དེ། ས་ཆ་སྡེ་བ་ལ་ཡང་དོམ་ཆེན་པོ་ཆེན་པོ་མཐོང་ཡ་འདུག་ལ་ཡི་འདུག་ད། ད་ད་རྒྱུག་ད་རྒྱུག། ཨ་མ་ཨ། དགོན་ཟླ་སློབ་གྲྭ་ཚང་མ་ཁྱེད་བཏང་གིན་ད། ཨ་ལས་ཡ་ཡ་མི་མང་པོ་ཡོད་ན་འཁྲུག་ཆ་དོད་པོ་ཡོང་གི་རེད་ཡ། པ། པ། ཡ་ཟབ་ས་ཤི་ཡ་ལོ། ཡ།
ཧ།
ཧ་ཡ། ནང་གི་ལས་ཀ་དེ་མང་ཞིག་འདུག་ཨ་ཙི།

ཅོ་ཅོ་ཟེར། ཨ་ཙི་མགྱོགས་པོ་བྱེད་ཨ་ཙི་དེ་མི་དེ་ག་རེད། ནང་གི་ཨ་མ་དེ། ཨ་ཙི། ཡ། མི་དེ་རྐུབ་བྱེད་ཡ་ལ་ག་རེད། འོ་དེ་ག།
ཁོ་ཚོ་ཡོང་དུས། ཨ་ཙི་ད་ག་རེད་ད་ལས་ཀ་བྱས་ཚར་མི་ཚོད། ཨ་ཙི་དེ་ལས་ཡག་ང་ཞིག་ཤིག་མེད།

ཨ་ཙི་སྤུ་གུ་འདི་འདྲའི་བག་དྲོ་བ་ལ་བོད་ཆས་གཙང་མ་གྱོན་ན་དངུལ་གནས་འདྲ་ས་མི་འདུག་བུ། ཁྱེད་རང་སྐྱེ་སྔར་སྲུང་བརྩི་ཞེ་སྡང་ནོར་མི་འདུག་ནང་ལ་རྒན་རབས་པ་ཡོད་ན་འདི་འདྲས་ཡོད་རེད། ཨོ་ཏག་ཏག་རེད་རྨོ་མོ་ལ་འཁྲིས་མེད་པས། འཁྲིས་ཡོད། ཨོ་ང་ཡོང་གི་ཡོད་དོ། ཨོ་རྨོ་མོ་ལ་བཀྲ་ཤིས་ལེ། རྨོ་མོ་ལ་བཀྲ་ཤིས་ལེ། བཀྲ་ཤིས་ལེ།
བུ་མོ་ག་པ་ང་དེ་རིང་ཆེད་མངགས་བུ་མོའི་སྐྱེས་སྐར་ལ་ཚང་ཏི་ཞུ་ག་ཡོང་བ་ཡིན་ད། བུ་མོ་ཉི་མ་བུ་མོ་ཉི་མ།

བུ་མོ་ཉི་མ།
བུ་མོ་ཁྱེད་རང་ལ་སྐྱེ་སྐར་འཚམས་འདྲི་གྲངས་མེད་ཡོད་ད། ལྷས་མོ་མོ། ཨ་མ་ང་ལ་དུ་ལོ་བྱིན་ལེའོ་ལོ། སྒྲོལ་མ། ཡང་ག་རེ་གནང། ཡང་ནང་ལ་མེ་ཤོང་ལ་ཤི་སྐད་མ་རྒྱག་ད། ཁྱེད་རང་དགའ་མོའི་གནང་སྟངས་འདི་འདྲས་གང་འདྲས་རེད། སོ་སོས་བུ་མོ་ལ་ཞེ་ས་བརྒྱབ། མོ་མོ་ལགས་ལ་ཞེ་ས་མེད་པ་འདི་སྐད། བྱས་ཙང་མི་དེ་ཚོས་ཤེས་ཀྱི་མི་འདུག་གས། དེང་སང་གི་གཞོན་སྐྱེས་དེ་ཚོ་ཕྱི་ཚུལ་རྒྱ་ཆགས་པོ་བྱེད་པ་མ་གཏོགས་གུས་ཞབས་ཀྱི་སྐད་ཆ་ཚིག་གཅིག་ཀྱང་བཤད་ཤེས་ཀྱི་མ་རེད། ཁས་གནང་གི་མ་རེད། དེང་སང་གཞོན་སྐྱེས་དེ་ཚོ་ཞེ་སེར་མ་ཤེས་ནས་བོད་སྐད་གཙང་མ་གོ་བདེ་པོ་ཞིག་བཤད་ཤེས་ན་ད་འགྲིག་གི་རེད། འོ་ཡ་ཁྱོད་རང་ཚོ་བུ་མོའི་སྐྱེས་སྐར་ལ་མཆོད་མེ་གྲ་སྒྲིག་གནང་ཡོད་པས།
ཡ།
མཆོད་མེ་ཨེ། མཆོད་མེ་ཁྱེད་མེད་མོ་མོ། ཡིན་ནའི་ང་ཚོས་སྤྱི་སྒོ་སྒང་ལ་ཡ་ཡང་ལ་སོང་ན་འགྲིག་གི་མ་རེད། ཨ་ལས། ད་འདི་ཁྱོད་རང་ཚོའི་ནོར་འཁྲུལ་མ་རེད། ཁྱེད་རང་ཚོ་ལ་རྒྱལ་རབས་པ་ཚོས་ལམ་སྟོན་བྱེད་ཁེ་ཞིག་མ་བྱུང་བ་དང་སྤྱི་ཚོགས་ཀྱི་ཤོག་གུ་དེ་ཐལ་དྲགས་པ་དེ་རྐྱེན་རེད། དངོས་གནས་རེད་དེ་རིང་རྨོ་མོ་ལགས་ཀྱིས་ཡག་པོ་ཞིག་གསུངས་གནང་དང། བུ།
ལོ་རྙིང་པ་བོད་ཅེས་ལོ་གསར་པ་ཤར་དུས་ནད་མེད་ཚེ་རིང་དང་བྱ་བ་ལམ་འགྲོ་ཡོང་བའི་ཆེད་དུ་དཀོན་མཆོག་ལ་གསོལ་བ་སྨོན་ལམ་དེ་བཀོད་དེ་ཧ་ཅང་གི་ཆེན་པོ་རེད་ད། ཁྱེད་རང་ཚོ་བུ་མོའི་སྐྱེས་སྐར་ལ་མཆོད་མེ་ཕུལ་ན། བུ་མོའི་མ་རིག་པའི་མུན་པ་སེལ་བའི་རྟེན་འབྲེལ་བཟང་པོ་མཚོན་གྱི་ཡོད་ད། ཁྱེད་རང་ཚོ་སྒྲོལ་མེ་ལ་ཕུ། ཕུ། ཕུ། བྱས་ནས་ཕུ་བརྒྱབ་ན་སྔགས་ཀྱི་ནུས་པ་ཉམས་ཀྱི་ཡོད་པ་གོང་ས་མཆོག་གི་ལ་དྭགས་ལ་གསུང་བྱིན་གནང་དུས་གསལ་པོ་གསུངས་ཡོད་ད།
དངོས་གནས་རེད། ཁྱེད་རང་གི་སྲུང་མ་དེ་དངོས་གནས་དེ་འབའ་རེད། ཚེ་མ་ནས་ང་ཚོས་ཁྱེད་རང་གི་སྲུང་མ་གནང་བཞིན་བྱེད་ཀྱི་ཡིན། མ་གཞི་ངས་ནང་གི་ཨ་མ་ལ་ཐེངས་ག་ཚོད་བཤད་ནས་ཡིན་གྱི་མི་འདུག་ག་དུས་ནས་གྲོགས་པ་ཁྱིམ་མཚེས་ལ་རྐྱང་རྐྱང་བལྟས་ནས་བྱེད་ཀྱི་འདུག། རེད། དེ་འདྲས་གནང་ན་དངོས་གནས་ཡག་པོ་རེད་ད། ང་རང་ཚོས་ག་དུས་ཡིན་ན་ཆེད་ལུགས་རྐྱང་རྐྱང་ལུས་འདོད་བྱེད་ནས་རང་གི་ཕ་མའི་དུས་ནས་དར་བའི་ཡ་རབས་བཟང་སྤྱོད་ཀྱི་གོམས་སྲོལ་བཟང་པོ་དེ་དག་སྣང་མེད་བཏང་ན་གོ་བ་འགྲིག་གི་རེད། སྤུ་གུའི་སྐྱེས་སྐར་ལ་ཞོགས་པ་སྔ་པོ་ནས་དཀོན་མཆོག་ལ་ཕྱག་དང་ཕྱག་འབུལ་བྱས། མར་ངན་སོང་ལ་སྦྱིན་པ་བཏང་ཐུབ་ན་སྤུ་གུའི་བསོད་ནམས་དེའང་འཕེལ་འགྲོ་རེད་ད། ད་དུང་ཤིང་ནགས་འདེབས་འཛུགས་བྱེད་ཐུབ་ན་སྤུ་གུའི་བསོད་ནམས་དེའང་འཕེལ་བ་མ་ཟད། སྔགས་ཀྱི་ནུས་པ་ཡིས་ནི། བུ་གུའི་བསོད་ནམས་དེ་ཡང་འཕེལ་བར་མ་ཟད། འཁོར་ཡུག་སྲུང་སྐྱོབ་ལ་ཡང་ཕན་གྱིར་གདའ། དེ་རིང་རྨོ་བོ་ལགས་ཀྱིས་ང་ཚོ་ཚང་མ་རྨོ་ངེས་ལས་སད། ང་ཚོ་བོད་རིགས་ཚང་མས་དོ་སྣང་གནང་གི་འདུག་དེ་རིང་ང་ཚོའི་ནང་གི་ཨ་མ་ལ་ཡང་སློབ་གསོ་ཡག་པོ་ཞིག་ཕེབས། ང་རྨོ་ཏོ་ཞིག་གིས་ཁ་རྒྱག་པར་ཤེས་ཀྱི་འདུག་མ་བསམ་ཨ། རྨོ་མོས་ངས་གསལ་པོ་མ་བཟོས་ནས་ཤེས་ཀྱི་གདའ། དེང་སང་མི་རབས་གསར་པ་དེ་ཚོས། མ་ཤེས་པ་ཡིན་ན། ཡང་ན། ཤེས་ཤེས་འདོད་བྱེད་ཀྱི་ཡོད་ན་ངས་བཤད་ཤེས་མ་སོང། སྐྱེས་སྐར་སྲུང་བརྩི་ཞུ་སྟངས་གཅིག་པུ་མ་རེད། དེང་སང་ང་རང་ཚོའི་བོད་པའི་སྤྱི་ཚོགས་ཀྱི་རུག་ཤིང་རིག་གཞུང་མང་པོ་ཞིག་མེད་པ་ཆགས་འགྲོ་ཡི་འདུག་ད་དུང་བོད་སྐད་དང་དབྱིན་ཇི་སྐད་དེ་གསལ་དེ་རྒྱབ་དེ་ང་མགོ་ཡང་ཚོས་ཀྱི་མི་འདུག་སྤོ་མོ་ལགས་སྤོ་མོ་རང་གིས་གསུངས་པ་དེ་ལ་དངོས་གནས་བདེན་པ་ཡོད་ད། ང་རང་ཚོའི་མི་རབས་རྒན་པའི་བསླབ་བྱ་དེ་ཚོ་སེམས་བཞག་རྗེས་རྒྱུ་མ་ནས་ཏན་ཏན་ཟབ་ཟབ་བྱེད་ཡིན་ད། སྒྲོལ་མ།
ཡང་རང་ལ་ཁོ་ཡོད་མར་ལྟ་བུར་བརྩམས་དོན་འདུག་ག། ཨོ་མོ་མོ་ལོ་མང་པོའི་རྒྱུ་ལ་བྱུང། མ་གཞི།
མིང་ག་རེ་འདོགས་རྩིས་ཡོད་གང་བྱུང་མ་བྱུང་མ་བལྟ་ཨ།
མོ་མོ་ལགས།
གྲོ་མོའི་ཁ། གྲོ་མ། མོ་མོ་ལགས་ཀྱིས་ག་རེ་གསུང་གི་འདུག། མོ་མོ་ལགས། གྲོ་མོའི་ཁ་སང་ནས་བུ་གུ་ལ་མིང་རྩིག་པོ་ཞིག་བཏགས་ཀྱི་ཡིན་ལ་ནི་ཤོར་ཤོར་རེད། ཆེ་ཚགས་ངས་ཕྲུ་གུ་བུ་རྒན་ན། ནུ་བོ་མེད་པར་ད་བུ་མོ་རྒན་ན་སྤང་རྒྱན་མེ་ཏོག་བཏགས་ལ་ནི། གྲོ་མ། སྐད་ཆ་དེ་ཆོ་མར་བཏགས། བླ་མའི་དྲུང་ནས་མཚན་ཞུ་བ་དེ་ལ་སྣང་ཆུང་མི་བྱེད་ཨ། ཁྱེད་རང་ཚོས་ཤེས་ཀྱི་མ་རེད། བླ་མའི་དྲུང་ནས་མཚན་ཞུ་ན་ཁོང་གི་ཐུགས་དང་སྨོན་ལམ་གྱི་སྦུ་གུ་བསོད་ནམས་དེ་ཡང་ཕོ་ཡང་མ་སེ། གེགས་བར་ཆད་ན་རྡོ་སྦྲུལ་རྟ། རྨོ་མོས་ཁྱེད་རང་ཚོ་ལ་ཞེད་སྣང་བསྐུལ་ཡུལ་མེད་ད། རྨོ་མོ། ཁ་བ་ཁ་བ། རྨོ་མོ་རང་གིས་གསུངས་པ་དེ་ལ་དངོས་གནས་བདེན་པ་ཡོད། ང་རང་ཚོའི་མི་རབས་རྒན་པའི་བསླབ་བྱ་དེ་ཚོ་སེམས་ཤ་ཅེ་འཇུག་མ་ནས་ཏན་ཏན་ཟབ་ཟབ་བྱེད་ཀྱིན་གདའ། ལོས།
ཨ་མ།
འདི་ག་འདྲས་འདུག། ཡ།
ད་འདི་ངའི་བུ་མོ་རེད་པས། རེད་ལགས། དེ་རིང་ངའི་བུ་མོ་དངོས་གནས་ཡིད་འཕྲོག་ལྷ་མོ་ནས་ཆགས་འདུག་ད། ཁྱེད་རའི་བུ་མོ།
ནམ་མཁའི་ལྷ་མོ་མི་ཡུལ་ལ་ཕེབས་པ་ནས་བཟུང་ཆགས་འདུག་ད། ཧོ། ཨ་མ་ལགས་ཀྱིས་གསུངས་པ་དག་གནང་རེད་ང་ཚོ་རྒན་ལགས་ཀྱིས་ཟིན་བྲ་ནག་སྦྱར་ཟིན་བྲ་ནག་གསུངས་མ་ཟད་ཟིན་བྲའི་གྱང་ལ་ཡང་སྦྱར་གྱི་འདུག་བོད་མི་རིགས་ངོ་མ་ཤེས་མཁན་ཚོས་རང་གི་སྐད་ངེས་པར་དུ་ཤེས་དགོས། ཤེས་པ་དེ་གཅེས་དགོས་གལ་ཏེ་གཅེས་རྒྱག་གལ་ཏེ་བུས་རང་གི་ཆེད་རྒྱག་གོས་སུ་མ་བྱས་སྐད་ཡིག་དག་ཀྱང་མ་བཅོས་ན་དེའི་ཚེ་བུས་བྱས་པའི་མིང་བོར་ཚར་བ་རེད། རེད་དམ། ཁྱེད་རང་གིས་བུའི་དགེ་ལས་གསུངས་པ་དེ་དངོས་གནས་དེ་འབའ་རེད། དེང་དེང་སང་ང་རང་ཚོར་ཡོད་པའི་སྐད་ཡིག་དང་རིག་གཞུང་བཟང་པོ་དེ་ང་ཚོས་བདག་པོ་མ་རྒྱག་ན་སུས་བྱེད་ཀྱི་རེད། དེ་བུའི་དགེ་རྒན་གཅིག་པུའི་ལས་འགན་མ་རེད་ང་ཚོ་ཚང་མའི་ལས་འགན་རེད་ད། ལས་བསམ་པའི་ལག་དྲུང་ཞིག་ལོ།
ཨ་མ། ངའི་གྲོགས་མོ་འདི་ཚོ་ག་དུས་ལེན་ཡིན་རེད།
དེ་རིང་ཕྱི་ལོགས་ལ་ཆར་བ་ཤུགས་ཆེན་པོ་བབས་ཀྱི་འདུག་བྱས་ཙང་ཁྱེད་རང་གི་གྲོགས་མོ་དེ་ཚོ་དེ་རིང་ཡོང་ཐུབ་ཀྱི་མ་རེད། ལས།
ཡ་ཨ་ནེ་རྨོ་མོ་ལགས། དེ་རིང་རྨོ་མོ་ལགས་ཕྱི་རོལ་མ་ཕེབས་ཨ་ལོ། ང་ཚོ་ནང་ལ། ཁོ་མོའི་སྐྱེས་སྐར་མཉམ་དུ་བསུ་ན། ཡིན་ད་ཡིན།

གླིང་བུ་ལ་ཕན་ན་ཡག་པོ་རེད་ད། ལས།
ད་དེ་བྱ། ལོས།
ཨ་མ་ངའི་སྤྲི་གོར་ག་བ་ཡོད་རེད། སྐར་མ་གཅིག་གོར་པ་ལས་ཁྱེར་ཡོང་དགོས་རེད། ལས། སྐར་མ་གཅིག་གོར་རོ་བུ་མོ། ཨོ།
གཟིགས་དང། ཨ་ཅག་ཉི་མའི་པ་ལགས་ཀྱིས་བོད་ཡིག་ནང་འཚམས་འདྲི་དངོས་གནས་སྙིང་རྗེ་མོ་ཞེས་བྲིས་ཤག་ཚང་མ་ཕྱག་བྱེད་ཐབས་དང།
ཡ། ད།
བུ་མོ། དེ་རིང་ཁྱོད་ཀྱི་སྐད་གར་ཤོད་འདུག་སྤྲི་གོར་བསྙགས།

གར་སྣང། ཡ།
གར་དྲན་པ་བྱེད་ར། ཇི་ལྟར་དྲན་དགོས་ཟེར་དུས་ཇི་ལྟར་མ་མཁྱེན་ན་གོ་བ་འགྲིག་གི་རེད། རེད་རེད་བདེན་པ་རེད། བུ་མོ་ཡིན་ད་བསམ་འཕེལ་ལགས། ཁྱེད་རང་ཡང་འདི་ལ་ཕེབས་དང། ཨ་ཅག་དང་མཉམ་དུ་མཆོད་མེ་ཞེ་འགའ་བྱས། ཕྱག་གསུམ་འཚལ་ནས། བེ་རམ་ཡག་པོ་ཞིག་རྒྱོབ་ཨ། ཡིན་ནམ་སྐར་མ་གཅིག་ཞུ་ཨ། ཡ།
ད་ཡིན་ད། བསམ་འཕེལ་ལགས།

ནང་གི་པགས་པ་ཁྱོད་རང་ད་ལྟ་གང་བསྡད་དོ། ལ།
གཟུགས་པོ་བདེ་ལོད་དོ། དེང་སང་ང། ན། ན་ཡ་དེ་མི་འདུག། དེང་སང་ང་ན་ཡ་མི་འདུག། གོང་ས་མཆོག་སྐུ་ཚེ་ཁྲི་ལོར་བརྟན་པ་དང་ཁོང་གི་ཐུགས་འདོད་ལྟར་བོད་ཀྱི་སྟེ། བོད་ཀྱི་སྐད་དང་རིག་གཞུང་མི་ཉམས་རྒྱུན་གནས་ཐུབ་པ་ཤོག།

ཏི་སི་ཀོ་ཨ་ལེ་གུ་ཨ། དང་པོ་སྐྱེས་སྐར་གྱི་གདངས་དེ་གང་དེ་རེད།
ཡ་ད།
ཡང་བུ་མོ་ལགས་ཀྱིས་གསུངས་པ་དེ་དྲན་པ་བརྗེད་བིར་བས། ཨོ་མ་རེད་ཁ་ནས་ཤོར་སོ་དགོངས་དག། ཡིན་ད་ཚང་མ་མཉམ་དུ་ཡིན་ད། ཅེས་ངེས།